གཉིས་པ་བསམ་པའི་སྟོབས་ཆེ་ད་བསམ་པའི་སྟོབས་ལ་མང་པོ་ཡོད་པའི་ནང་ནས་ད་ནི་ཤེས་རབ་དེ་རེད། གཉིས་པ་བསམ་པའི་སྟོབས་ཤེས་རབ་མེད་ཐབས་མེད་པ་ནི། དེ་ལ། ཤེས་རབ་ནི་ཆོས་རབ་ཏུ་རྣམ་འབྱེད་ཡིན་ལ་དེ་ནི་མདོ་ལས། འདི་ལྟར་རིགས་ཀྱི་བུ་ཐོས་པ་དང་ལྡན་ན་ཤེས་རབ་འབྱུང་བར་འགྱུར་རོ། ཤེས་རབ་དང་ལྡན་ན་ཉོན་མོངས་པ་རབ་ཏུ་ཞི་བར་འགྱུར་རོ། ཉོན་མོངས་པ་མེད་པ་ལ་བདུད་ཀྱིས་བརླག་མི་རྙེད་དོ་ཞེས་དང། མགོན་པོ་ཀླུ་སྒྲུབ་ཀྱིས་མཐོང་དང་མ་མཐོང་ཡོན་ཏན་འདི་ཀུན་གྱི་རྩ་བ་ཤེས་རབ་ཡིན། དེ་ལྟར་གཉིས་ཀར་འདུས་པའི་ཕྱིར་ཤེས་རབ་ཡོངས་སུ་གཟུང་བར་བྱ་ཞེས་དང། བསྔགས་འོས་བསྔགས་བསྟོད་ལས་ཆོས་ཉིད་འདོར་བར་སྨིན་མཛད་ལ་ཀུན་རྫོབ་ཏུ་ཡང་རྗེས་སུ་མཐུན་ཞེས་དང། སྣང་བ་ད་ནི་བཀག་པ་ལ་ཁྱོད་དགའ་ལ་ལར་གཅིག་ཏུ་ངེས་ལ་ལར་ངེས་པར་མ་ལགས་ལ་ཕན་ཚུན་འགལ་བའང་མ་མཆིས་སོ། ད་དངོས་གནས་རེད་ཤག་ཤེས་རབ་དེ་གི་ཁྱད་ཆོས་གཅིག་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་བསྡུ་བའི་སྐབས་སུ་འདི་བྱས་ན་འགྲིག་གི་རེད་འདི་བྱེད་ཆོག་གི་མ་རེད་གསུངས། ཡང། ཅིག་གི་བྱང་སེམས་ཀྱི་སྡེ་སྣོད་སྐབས་ལ་འདི་བྱེད་ཆོག་གི་མ་འདི་བྱེད་དགོས་གསུངས། བསྡུ་བ་སྐབས་ལ་བཀག་བསྡད་མཁན་བྱང་སེམས་སྐབས་ལ་སྣང་བསྡད་མཁན་གཅིག་གཉིས་ཆགས་ཡོང་དུས། གསུང་མཁན་སྟོན་པ་བཅོམ་ལྡན་འདས་གཅིག་གིས་འདས་མ་བྱས་གསུངས་འདི་བྱས་ཙང་ང་ཚོ་གར་བྱས་པ་དང་བྱས་སྟངས་མ་ཤེས་བསྡད་དེ་རུ་བ། ལམ་བཟང་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་ཡོད་ན་འོང། དེ་མ་བྱས་གསུང་དབྱངས་དེ་བསྡུ་བའི་སྡེ་སྣོད་ཡོད་སྐབས་ལ་གསུངས་པ་རེད་ཆེད་དུ་བྱ་བའི་གདུལ་བྱ་དེ་འདྲས་ཅིག་ལ་གསུངས་པ་རེད་ཀུན་སློང་གི་ཁྱད་པར་དེ་འདྲས་ཅིག་ལ་གསུངས་པ་རེད། བྱང་ཆུབ་སེམས་དཔའི་སྡེ་སྣོད་སྐབས་སུ་གདུལ་བྱ་དེ་འདྲས་ཅིག་ལ་གསུངས་བ་རེད་བསམ་པའི་སྟོབས་ཀྱིས་དེ་འདྲས་ཡོད་ངེས་གཅིག་ལ་དེ་དེ་འདྲས་བྱས་སུ་ཡོད་རོ། དཔེར་ན་ཆ་ཤས་ན་བུད་མེད་ལ་ལ་བུད་མེད་ལ་ཡང་ནི་ལག་པ་མ་བཟུང་ཟེར་ནས་གསུང་ཡང་གཅིག་ཡོད་རོ། ད་ཡང་སྤྱོད་འཇུག་ནག་ལོ་ལ་བུད་མེད་ལ་ལག་པ་བཟུང་གསུང་ཡང་ཡོད་རོ། ད་ཤེས་རབ་ཡོད་ངེས་ཅིག་ན་ཕ་གས་མ་གསུང་གསུང་ཡང་དེ་ག་རེ་རེད། ཨོ། ཨཱ་ནི། དགག་བྱ་མེད་པ། ཨཱ་ནི་ཀུན་སློང་གི་ཁྱད་པར་འདི་འདྲས་ཅིག་གི་སྐབས་ལ། ལག་པ་བཟུང་ན་འདོད་ཆགས་སྐྱེས་ནས་ནོར་གི་རེད་མ་གསུང། ཨོ། ད་ལྟ་དེ་ལ་ཨོ། བུ་མོ་དེ་ལ་ལག་པ་མ་ཚུགས་ན་ཆུ་ཡིས་ཁྱེར་ནས་ཤི་འགྲོ་གི་རེད། དེའི་སྲོག་ལ་ཉེན་ཁ་ཡོད་རེད་སྲོག་བསྐྱབས་པའི་ཆེད་དུ་དེ་བྱས་བ་རེད་བྱས་ནས། ཨོ། སྦྱིན་པའི་དུས་སུ་ཚུལ་ཁྲིམས་བཏང་སྙོམས་ཞོག་ཟེར་གསུངས་འདུག་བ་ཨ་ལས་དེ་གནད་འགག་དེ་གསུངས་འདུག་ལམ་སང་ཤེས་རབ་ཀྱི་ཐོག་ནས་དཔྱད་པ་བྱེད་ཐུབ་རུང་བ། དགག་བྱ་གོད་པ་དགོངས་གཞི་ག་རེ་ཡིན་མིན་བྱས་ཙང་དྲང་དོན་ངེས་དོན་གྱི་གསུང་དེ་ཚོ་ལ་དབྱེ་བ་ཏག་ཏག་བྱེད་ཐུབ་ཤེས་རབ་མེད་ན་ཨ་རི་བས་སྐོར་ག་འདྲ་ཡིན་ན་བསམས།

ཚོགས་ཆུང་སྤྱི་ཚར་གྱིས་བདེར་གཤེགས་སྟོབས་བཅུ་སྟོབས་ཀྱི་ཕུད་འབྱུང་བ་མཚུངས་མེད་མཆོག་ཏུ་བྱ་བ་ཐམས་ཅད་དང་ཡོན་ཏན་ཚོགས་གཞན་མ་ལུས་ཐམས་ཅད་ཀྱང་དེ་འདྲའི་ཤེས་རབ་རྒྱུད་ལ་བརྟེན་ཅིང་འབྱུང། ཤེས་རབ་ལ་བརྟེན་ནས་ནི་འབྲས་བུ་བཟང་པོ་ཡོང་གི་ཡོད་རེད། ཞེས་ཡོན་ཏན་ཐམས་ཅད་ཤེས་རབ་ལས་འབྱུང་བར་གསུངས་ཤིང། ཤེས་རབ་མེད་ན་གོང་གི་ཡོན་ཏན་དང་མི་ཐོབ་པས་ཐོག་དཔའ་བརྟན་དཔའ་བོའི་དེ་རེད། ད་ང་རང་ཚོ་སྒོམ་མྱ་ངན་ཚོ་ལ་འདི་དཔའ་བརྟན་དཔའ་བོའི་གི་བཀའ་སློབ་དེ་དང་གཅིག་མདོ་བསྡུས་པའི་གི་བཀའ་སློབ་གཉིས་དེ་ངེས་པ་བྱ་བདེ་འདུག་ཨ། དཔལ་ལྡན་དཔའ་བོས། ཐོས་ཉུང་དམུས་ལོང་བསྒོམ་པས་ཚུལ་མི་ཤེས། དེ་མེད་དེ་ཁོ་ཅི་ཞིག་བསམ་པར་བྱ། གསུངས་སྡོ། ཁྱོད་རང་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་མ་བྱས་སློབ་སྦྱོང་མ་བྱས། ཨ་ནི་དམུས་ལོང་ཟེར་དུས་མིག་ལོང་བ་ནང་བཞིན་བྱེད། འདི་འདྲའི་གི། ཐོས་བསམ་གྱི་ཤེས་རབ་མེད་པའི་མིག་ལོང་བ་ལྟ་བུའི་གི། སྒོམ་རྒྱག་གིན་ཟེར་ངེས་ཀྱི་སྒོམ་སྟངས་རྒྱུད་ནས་མ་ཤེས་ངེས་དཔྱད་ཀྱི། སྒོམ་རྒྱག་གིན་ལབ་དུས། ཨ་ནི་སྒོམ་རྒྱག་དུས་བསམ་བློ་གར་བཏང་གི་རེད་ལ་ད། ཤེས་ཀྱི་གོ་ར་མེད་པ། ཚོས་བསམ་བློ་བཏང་ག་སྒོམ་དུས་ག་རེ་སྒོམ་དགོས་ཡོད་མེད་མ་ཤེས་ངེས་བཅས་ཀྱི་ག་འདྲས་སུ་སྒོམ་དགོས་རེད་གསུངས་རེད་འོ་ད་དེ་རེད་དེ་འདྲས་ཡིན་ཙང་ཐོས་བསམ་དགོས་རེད་གསུངས་གོ་རེད། ཞེས་དང། སྤྱོད་འཇུག་ལས་གང་གིས་ཆོས་ཀྱི་གཙོ་བོ་གྱི་སེམས་ཀྱི་གསང་སྟེ་མ་ཤེས་ན་བདེ་ཐོབ་སྡུག་བསྔལ་གཞོམ་འདོད་ཀྱང་དེ་དག་དོན་མེད་གྱི་མཐར་འཁྱམ་ཞེས་དང། མདོ་ལས་སྟོང་པ་ཞི་བ་སྐྱེ་བ་མེད་པའི་ཚུལ་མི་ཤེས་པས་ནི་འགྲོ་བ་འཁྱམ་གྱུར་པ་དེ་དག་ཐུགས་རྗེ་མངའ་བའི་ཐབས་ཚུལ་དང་རིགས་པ་བརྒྱ་ཐག་བསྐྱེད་ནས་འཛུད་པར་མཛད་ཅེས་དང། མདོ་ཏིང་ངེ་འཛིན་བརྒྱད་པོ་ལས་འཇིག་རྟེན་དག་ནི་ཏིང་འཛིན་བསྒོམ་བྱེད་ཀྱང་དེ་ནི་བདག་ཏུ་འདུ་ཤེས་འཇིག་མི་བྱེད་དེ་ནི་ཉོན་མོངས་ཕྱིར་ཞིང་རབ་འཁྲུགས་ཏེ་ལྷག་སྤྱོད་ཀྱིས་ནི་ཏིང་འཛིན་བསྒོམ་པ་བཞིན། གལ་ཏེ་ཆོས་ལ་བདག་མེད་སོ་སོར་རྟོག། སོ་སོར་དེ་དང་གལ་ཏེ་བསྒོམ་པ་ནི་དེ་ནི་མྱ་ངན་འདས་ཐོབ་འབྲས་བུའི་རྒྱུ་རྒྱུ་ཆེན་གང་ཡིན་དེ་ནི་གཞིར་མི་འགྱུར། གང་ལྟར། ཤེས་རབ་ལ་བརྟེན་ནས་སྟོང་པ་ཉིད་ཅིག་ཤེས་མ་ཐུབ་པ་ཡིན་ན། མྱ་ངན། གར་ཚ། ཉོན་མོངས་ལས་ཐར་པའི་ཐར་པའི་གོ་འཕང་ཟིན་མཁན་དེ་ཐོབ་ཐུག་གི་མ་རེད་གསུངས་འདུག་བ། དེ་འདྲ་ཡིན་ཙང་ཤེས་རབ་ངེས་པར་དུ་དགོས་དགོས་བ་རེད་ཐར་པ་ཐོབ་འདོད་ཡོད་ན། རེད་གསུངས་བ། ཞེས་ཤེས་རབ་སྤྱི་དང་བདག་མེད་ལ་འཇུག་པའི་སོ་སོར་རྟོག་པའི་ཤེས་རབ་མེད་ན་ཡོན་ཏན་གཞན་གང་ཡོད་ཀྱང་ཞི་བ་ཐར་པ་ཐོབ་མི་ནུས་པར་གསུངས་པ་དང་དེ་ཆད། ད་དེ་ནི་འདི་ཡག་པོ་ཞུ་བོ་རེད་འདུས་པ་ལས་གསུངས་པའི་ལུང་དེ། དམུས་ལོང་དམིགས་བུ་མེད་པ། བྱེ་བ་ཁྲག་ཁྲིག་རྣམས། ལམ་ཡང་མི་ཤེས་གྲོང་ཁྱེར་འཇུག་པ་ག་ལ་འགྱུར་གསུངས་འདུག་བ། བྱས་ཙང་དམིགས་ལོང་བ་དེ་འདྲའི་འདུག་བ་ང་རང་ཚོ་འཛམ་གླིང་འདི་ནང་ལོགས་ལ་ད་དམིགས་ལོང་བ་དེ་འདྲས་བརྒྱ་ཕྲག་སྟོང་ཕྲག་མང་པོ་ཅིག་ཡོད་པ་ཡིན་ན་ཡང། ཁོ། མོ་ལོ་ཀན་ཅི་འདྲ་བོ་ལྡི་ལི་འདྲ་བོ་ས་གནས་གཅིག་ལ་ཡང་འགྲོ་དགོས་བྱུང་བ་ཡིན་ན། ཨ་ནི་དམིགས་མེད་བ་ཡིན་ཙང་ག་འདྲས་སུ་འགྲོ་གི་རེད་ལགས། འགྲོ་ཡ་འཁོར་ར་ཡོད་མ་རེད། དམུས་ལོང་དམིགས་བུ་མེད་པ་བྱེ་བ་ཁྲག་ཁྲིག་རྣམས། ལམ་ཡང་མི་ཤེས། ས་ཆ་གཅིག་ལ་འགྲོ་དགོས་བསམ་ནས་དམིགས་ཡུལ་ཡོད་ན་ཡང་འགྲོ་ས་ལམ་གང་ཁོ་རང་ཤེས་ཀྱི་མེད་ན། གང་འདྲས་གྲོང་ཁྱེར་འདི་ལ་འགྲོ་དགོས་རེད། ལམ་ཡང་མི་ཤེས་གྲོང་ཁྱེར་འཇུག་པ་ག་ལ་འགྱུར། དེ་ནང་བཞིན་དཔེ་བཀོད་ནས། ཤེས་རབ་མེད་ན་མིག་མེད་ཕ་རོལ་ཕྱིན་སྔ་འདི་དམིགས་བུ་མེད་པའི་བྱང་ཆུབ་རེག་པ་ནུས་མ་ཡིན། ཤེས་རབ་ཟིན་ངེས་དེ་མེད་པ་ཡིན་ན་བླ་མའི་བྱང་ཆུབ་ས་ལ་འགྲོ་དགོས་ར་ཐུག་གི་མ་རེད། གཅིག་དང། ཤེས་རབ་མེད་པ་ཡིན་པ་ཡིན་ན་ཕར་ཕྱིན་གཞན་ལྔ་ཡོད་པ་ཡིན་ན་ཡང་ཤེས་རབ་མེད་པའི་རྐྱེན་གྱིས་སངས་རྒྱས་ཀྱི་གོ་འཕང་ཐོབ་ཐུག་མ་རེད་གསུང་གི་འདུག་བ། དེ་རིགས་དམིགས་བུ་མེད་པའི་བྱང་ཆུབ་རེད་པ་ནུས་མ་ཡིན་ཞེས་ཤེས་རབ་མེད་ན་སྦྱིན་སོགས་ཕར་ཕྱིན་གཞན་ལྔ་ཡོད་ཀྱང་བླ་མེད་བྱང་ཆུབ་ཏུ་འགྲོ་མི་ནུས་པར་གསུངས་པ་དང། རྗེའི་ལམ་རིམ་ཆེན་མོ་ལས་ཀྱང། དེ་ལྟར་ཆོས་ཚུལ་བཞིན་སྒྲུབ་པར་འདོད་པ་རྣམས་ལ་ལམ་གྱི་སྲོག་དམ་པ་ཆོས་རབ་ཏུ་རྣམ་འབྱེད་ཀྱི་ཤེས་རབ་བསྐྱེད་པའི་རྒྱུ་བླ་ན་མེད་པ་དྲི་མ་མེད་པའི་གསུང་རབ་དང་བསྟན་བཅོས་ལ་མང་དུ་ཐོས་པ་གོས་སོ་ཞེས་དང། དམ་པ་སྔ་མ་རྣམས་ཀྱི་ཞལ་ནས་ཀྱང་སྔ་རུ་ཐོས་པའི་ཆོས་རྣམས་བློ་ལ་རུ་དགེ་ཡོད་པར་བྱས་ལ་ཡང་ནས་ཡང་དུ་སེམས་པར་བྱེད་སྦྱར་བར་བྱེད་རྟོགས་པར་བྱེད་གོས། ཆོས་བརྗེད་དུ་བཅུག་ནས་ད་འདི་བཀའ་སློབ་ཡག་པོ་རེད་ད་ལྟ་ཁྱོད་འགའ་ཞིག་གིས་འདི་འདྲ་བྱེད་དོ། ཆོས་ལ་ཐོས་པ་ཡང་གོ་མ་རེད་བསམ་པ་ཡང་གོ་མ་རེད། འོ། ག་རེ་བྱེད་ཟེར་ན། སེམས་སེམས་ཀྱིས་སེམས་ལ་ལྟ་ནས་བསྡད། སེམས་ཀྱིས་སེམས་ཐུབ་པ་བྱས་བསྡད་ཟེར་གྱི་འདུག་བ། ཨོ་ད་དེ་ནོར་འཁྲུལ་ཞི་བོ་རེད། ཡ་གི་འཇོག་སྒོམ་གྱི་གནས་རིམ་མཐོ་པོ་སླེབས་པའི་སྐབས་ལ་ཨ་ནི་གཞི་ནས་སེམས་ཅན་གྱི་དམིགས་པ་བསྐྱངས་ནས་སེམས་ལ་དམིགས་པའི་ཞི་གནས་སྒོམ་ཡ་གཅིག་ཡོའོ་རེད། དཔེར་ན་ང་ལ་ཡིན་ན་རྫོགས་ཆེན་ཕྱག་ཆེན། རི་བོ་དགེ་ལུགས་པའི་ཆོས་ཚང་མ་ངེད་ཀྱིས་ཐོབ་ཡོད་ཙང་ཏན་ཏན་ཡོད་རེད། ཡིན་ན་ཡང་ལས་དང་པོ་བ་དཀའ་ཁག་ཡག་པོ་མ་ཤེས་པ་དཀོན་མཆོག་གསུམ་ཡག་པོ་མ་ཤེས་པ་བཅས་ཀྱིས་འོ་ཐོས་བསམ་བྱེད་དགོས་མ་རེད་སེམས་འཛིན་བྱས་ནས་བསྡད་ཟེར་ན་ད་ག་འདྲས་ཟེར་ནས། སེམས་འཛིན་བྱེད་པ་ལ་བསྙད་ལ་སྐུལ་སློང་བཅོས་དགོས་མ་རེད་པས་སྐྱབས་འགྲོ་སེམས་བསྐྱེད་ཀྱིས། ཀུན་སློང་སྤྱོད་པ་ལ་ནི་སྐྱབས་འགྲོ་སེམས་སྐྱབས་འགྲོ་རྒྱུ་ལ་སྐྱེ་བ་མ་རེད་པས། སྐྱབས་འགྲོ་རྒྱུ་ལ་སྐྱེ་བ་ལ་ནི་དཀོན་མཆོག་གསུམ་ག་རེ་རེད་ཨ་ནི། ནོར་ཀུན་སྐྱེ་ལོ་འདི་འདྲའི་དེ་དེ་རེད་པས། ཨ་ནི་སེམས་བསྐྱེད་ག་འདྲ་སུ་བྱེད་མཁན་ཡིན། བྱེད་ས་དེ་ཡོད་དུས། དམའ་རིམ་གྱི་ཆོས་ཁྱོད་ནས་མ་བསླབས་པ་ཆོས་ནི་དང་པོ་ཁོ་རང་མཐོ་ས་གི་ཆོས་དེ་ཤེས་བཞག་ཨ་ནི་དེའི་ཐོག་ནས་ཐུགས་ཤོར་ཆེན་པོ་འགྲོ་གི་འདུག་བ། བྱས་ཙང་འདི་འདྲ་ཡིན་ཙང། འོ་དེ་ཡོང་གི་མ་རེད་གསུངས་པ་དང། ཆོས་བརྒྱད་དུ་བྱས་ནས་སེམས་ཅན་བོད་ལ་ཡང་དེ་གར་ས་དེ། དེ་ཀརྨ་ལ་ཤཱི་ལ་དང་ཨ་ནི། མཁན་ཆེན་བུ་ཏི་ས་རྡོ་དང་ཀརྨ་ལ་ཤཱི་ལ་བོད་ལ་ཡང་ཕེབས་མེད་ན། རྒྱ་ནག་ནས་ཧ་ཤང་ཨ་ནི་བོད་ལ་ཡང་སླེབས་ཡོང་ན་ད་ལྟ་བོད་པ་ཚང་མ་ཨེ་འདྲ་ཆགས་བསྡད་ཡོད་རེད་སེམས་ཅན་རྐྱང་པ་བྱེད་མཁན་ཆགས་བསྡད་ཡོད་རེད། ད་བོད་ལ་ཡ་མཁན་ཆེན་ཞི་བ་འཚོ་དང་ཀ་མ་ལ་ཤི་ལ་ཕེབས་པའི་བཀའ་དྲིན་གྱིས་ཨ་ནི་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་བྱས་ཏེ་བྱུང་བར་བ། ཁོང་གཉིས་མེད་ན་ཚར་རེ་ད། བོད་པ་ཚོ་གི་ཨ་ལས་ཆོས་བྱེད་རོ་མེད་བྱེད་གལ་ཏེ་བོད་དང་ཧི་མ་ལ་ཡ་རི་རྒྱུད་ཆོས་བྱེད་རོ་མེད་བྱེད་བྱས་ན་ཡང་སེམས་འཛིན་བྱས་ནས་དེ་ནས་འདུག་བསྡད་བསྡད་ཀྱི་མ་གཏོགས་ཡོད་མ་རེད། རེད། རེད་བ། འོ་ད་དེ་འདྲ་ཡིན་ཙང། ཆོས་བརྒྱད་དུ་བཅུག་ནས་སེམས་ཅན་རྐྱང་པ་རེ་ལ་སློབ་པ་དེ་ལ་གྲོགས་མེད། སྒོམ་ཆེན་རབ་ཡིན་རབ་ལ་སྟོན་པ་རབ་གཅིག་དང་སྒོམ་ཆེན་འབྲིང་གཅིག་ལ་སྟོན་པ་འབྲིང་དབང་ཡིན་གསུངས་རེད། དངོས་གནས་དྲང་ནས་སྒོམ་ཆེན་རབ་གཅིག་ཡིན་པ་ཡིན་ན། སྒོམ་བརྒྱ་པ་ནང་བཞིན་ཁ་ནས་མ་ཆོས་སྟོན་མཁན་གྱི་སྟོན་པ་ཆེན་པོ་ཆགས་ཀྱི་རེད་ལ་རེད། ཆོས་དང་སྒོམ་དེ་སེམས་ཅན་རྐྱང་རྐྱང་བྱས་ན་ཆོས་བཤད་ཡ་དེ་སེམས་ཅན་མ་གཏོགས་ཡོད་མ་རེད། སྐུ་སྐྱབས་འགྲོ་དེ་ཚོ་བཤད་ཡ་སྐོར་ཡོད་མ་རེད། བྱང་ཆུབ་ཀྱི་སེམས་དེ་ཚོ་བཅུ་ནི་བཤད་ཡ་སྐོར་ཡོད་མ། གཞི་ལམ་འབྲས་གསུམ་སྲིང་འདི་བཤད་མེད་རེད། རོ་བ། བྱས་ཙང་ཀ་སྒོམ་བྱས་རབ་བྱས་ཡིན་ན་ཁོས་གང་བསྒོམས་པ་དེ་ཁ་ནས་མ་བཤད་ཡོང་དུ་ཆོས་པས་ཐོགས་པ་མེད་པ་བཤད་ཐུབ་མཁན་གྱི་སྟོན་པ་ཆེན་པོ་ཅིག་ཆགས་ཀྱི་རེད་ལབ་རེད། སྒོམ་ཆེན་འབྲིང་ཅིག་ཡིན་ན་དེ་ལ་དཔའ་བའི་སྟོན་པ་འབྲིང་ཆགས་ཀྱི་རེད་ལབ་རེད། སེམས་ཅན་གྱི་སྒོམ་ཆེན་སྒོམ་རྒྱབ་བདེ་ཉེ་ཅིག་ཡིན་ན་བཤད་དེ་སེམས་ཅན་མ་གཏོགས་ཡོད་མ་སེམས་ཅན་དེ་ཡང་དྲི་བ་གཅིག་བཏང་ན་ལན་བརྒྱ་ཡོད་མ་ཡང། ཨོ་ན་དེ་རེད། དཔལ་ཁག་པ་རེད། ཨོ། སྒོམ་ཆེན་རབ་ལ་སྟོན་པ་རབ་སྒོམ་ཆེན་འབྲིང་ལ་སྟོན་པ་འབྲིང་འོང་བ་ཡིན། ཇི་ཙམ་བསྒོམ་པ་དེ་ཙམ་དུ་ཆོས་ཤེས་པ་ཇེ་ཆེར་འགྲོ་བ་ཞིག་དགོས་ཏེ་དོ་དེ། ཧང་སང། སྒོམ་ཟེར་ངེས་དེ་ཡག་པོ་ཡིན་པའི་རྟགས་དེ་ག་ཚོད་སྒོམ་མང་པོ་བརྒྱབ་ནས་ཆོས་ཤེས་ཡག་དེ་ཡག་ཏུ་ཡག་ཏུ་ཡག་ཏུ་འགྲོ་དགོས་རེད། སྒོམ་ག་ཚོད་བརྒྱབ་པ་ཡིན་ནས་ཀུན་རྫོབ་ཀྱི་སྣང་བ་ཐམས་ཅད་བཀག་གི་ཡིན་ས་ག་བྱས་ནས་སྒོམ་བརྒྱབ་བརྒྱབ་ཀྱི་བརྒྱབ་མི་ཤེས་པའི་རྨོངས་པ་རྨོངས་པ་ཆེར་ཆེར་ཆེ་གྲང་གང་འཚམ་བཞུགས་གོ། འདི་ཅིག་གསུངས་ཡོད་རེད་ལྷག་མཐོང་ཁ་དུ་དེ་ག་ས་ཞི་གནས་ཁ་དུ་དེ་ལ་ཡ་ག་ས་འདི་ཅིག་ཡོད་རེད་གར་ས་བྱིང་བ་ཕྲ་མོ། བྱིང་བ་ཕྲ་མོ་དང་སྒོམ་གཉིས་འཁྲུལ་ནས། ལོ་སྟོང་ཕྲག་སྟོང་ཕྲག་སྒོམ་བརྒྱབ་བསྡད་ཀྱི་ཡོད་རེད། རེ་སོང་བ། བྱས་ཙང་ཁ་དཔེ་མ་སྲིད་ཉེན་ཁར་བ། ཇི་ཙམ་བསྒོམ་པ་དེ་ཙམ་དུ་ཆོས་ཤེས་པ་ཇེ་ཆེར་འགྲོ་བ་ཞིག་དགོས། དེ་ལྟར་བསམ་པས་ངེས་ཤེས་བརྟན་ན་དགེ་མི་དགེའི་བསམ་པ་ཐམས་ཅད་རྟོགས་པ་ཡིན་པས་སྤང་བྱ་ཡིན་ཞེས་སྡིག་གྲོགས་ཀྱིས་ཟེར་བ་ན་ཆོས་ནི་དེ་ལྟར་མ་གསུང་ཞེས་དགེ་བའི་བཤེས་གཉེན་ཡང་དེ་ལྟར་མི་བཤད་སྙམ་ནས་ཁོའི་ཁ་ལ་མི་ཉན་པ་ཞིག་འོང། ཨོ། དེ་མེད་ན་དད་པ་ནི་ཕ་རོལ་ཡོད་ཤེས་རབ་མེད་པ་དེ་ལ་ངུ་བའི་ཁ་ལ་བལྟས་ན་ངུ་འཕྲོ། རྒོད་པའི་ཁ་ལ་བལྟས་ན་རྒོད་འཕྲོ། བླུན་པོ་ཆུ་ནང་བཞིན་དུ་ཅི་ཟེར་ལ་བདེན་སྙམ་ནས་གར་ཁྲིད་སར་འགྲོ་གསུང་ངོ་དངོས་གནས་རེད། དེང་སང། ཐོས་བསམ་ཡག་པོ་མ་བྱས་ནས་མང་པོ་ཅིག། གཅིག་ཆོས་ཤེས་མཁན་དེ་འདྲ་བྱས་ལ་དད་པ་རེ་བརྟས་ཟེར་གྱི་ཨ་ནི་ཁོས་གཅིག་བཤད་དུས་ཞེ་བོ་མེད་འགྲོ་བསམ་ནས་ལམ་སང་དེ་གང་འགྲོ་གི་འདུག་བ་ཆེ་ཙང་ཁ་ཤེས་རབ་མེད་པ་དེ་ལ་ངུ་བའི་ཁ་ལ་བལྟས་ན་ངུ་འཕྲོས། དགོད་པའི་ཁ་ལ་བལྟས་ན་དགོད་འཕྲོས། བླུན་པོ་ཆུ་ནག་ག་དྲིས་ནང་བཞིན་ག་བ་ག་ས་འགྲོ་ཤག་གི་རེད་གསུངས། ཨོ། བྱས་ཙང་འདི་ཡིན་དུས་ཤེས་རབ་གལ་ཆེན་པོ་ཡིན་པ་རེད། གར་ཁྲིད་སར་འགྲོའོ་གསུང་ངོ། ཞེས་ཤེས་རབ་མེད་ན་བླུན་པོ་ཆུ་ན་གར་ཁྲིད་དུ་འགྲོ་བར་གསུངས་པས་སྐྱོན་ཤིན་ཏུ་ཆེ། དེ་བས་ན་སྤྱོད་འཇུག་ལས། ཡན་ལག་འདི་དག་ཐམས་ཅད་ནི་ཐུབ་པའི་ཤེས་རབ་ཐོན་དུ་གསུངས་དེ་ཡིད་ཆེས་ན་སྡུག་བསྔལ་དག་ཞི་བར་འདོད་པའི་ཤེས་རབ་སྐྱེ། ཅེས་གསུངས་པ་ལྟར་ཤེས་རབ་ཀྱི་ཕན་ཡོན་དང་མི་ཤེས་པའི་ཉེས་དམིགས་གཉིས་ལེགས་པར་ཤེས་པར་བྱས་ནས་ཤེས་རབ་རྣམ་པར་དག་པ་དང་ལྡན་པ་ཞིག་ངེས་པར་གོ་བས་ད་ལྟ་ནི་སློབ་བོ། བྱས། ད་འདི་ནས། འོ་དེ་རེད། ད་དང་པོ་རྙེད་ལ། འདི་བར་དུ་ང་ཚོ་ག་རེ་བྱས་སོང་བསམ་པའི་སྟོབས། ཤེས་རབ་ཕྱིན་སོང་ཨ།